ལོ་རྒྱུས་སྔ་ཕྱི་སྔ་ཕྱིའི་བ་ཡི་ལེའུ་བདུན་པ། ད་ལྟ་ང་ཚོ་ཡ་ཧུ་དཱ་བ་མ་ཡིན་པར་དད་པ་བྱེད་མཁན་རྣམས་ཀྱི་སྐོར་ཡེ་རུ་ཤ་ལམ་ལ་གྲོས་བསྡུར་བྱས་བའི་ལོ་རྒྱུས་དེ་ལྟ་གི་ཡིན། ཡ་ཧུ་དཱ་ཡུལ་ནས་མི་ཁ་ཅིག་ཡོང་ནས་ཨན་ཏི་ཡོ་ཡཱ་ལ་སླེབས་པ་དང། དེ་དག་གིས་དད་པ་བྱེད་མཁན་རྣམས་ལ། གལ་སྲིད་ཁྱོད་ཚོ་མོ་ཤེ་ཡི་ཆོས་ཁྲིམས་ལྟར་འདོན་སྤྲོད་མ་བྱས་པ་ཡིན་ན་ཁྱོད་ཚོ་ལ་ཐར་པ་ཐོབ་གི་མ་རེད་ཞེས་ཆོས་བསྟན་པ་རེད། པོ་ལུ་དང་སྦ་ན་པ་གཉིས་ཀྱིས་དེ་དེའི་སྐོར་མི་མཐུན་པ་རྩད་ལེན་དྲག་པོ་བྱས་པ་རེད། དཔེ་རྣམས་ཀྱིས་ཁོང་གཉིས་དང་མཉམ་དུ་དད་པ་བྱེད་མཁན་གཞན་ཁག་ཅིག་དེ་དེའི་སྐོར་སྐུ་ཚབ་དང་འགན་འཁུར་པ་རྣམས་ལ་སྐད་ཆ་དཀྲི་བའི་ཆེད་དུ་ཡེ་རུ་ཤ་ལམ་ལ་འགྲོ་དགོས་པའི་ཐག་གཅོད་བྱས་པ་རེད། ཁོ་ཚོས་ཡེ་རུ་ཤ་ལམ་ལ་སླེབས་པ་དང་སྐུ་ཚབ་པ་དང་འགན་བསྐོར་བ་ཆོས་ཚོགས་རྣམས་ཀྱིས་ཁོ་ཚོ་ལ་དགའ་བསུ་བྱས་པ་རེད། དེ་ནས་པོ་ལུ་དང་བཱ་ན་བཱ་གཉིས་ཀྱིས་ཁོ་ཚོ་ཡི་རྗེས་ནས་དཀོན་མཆོག་གི་ཕྱག་ལས་ག་རེ་གནང་བ་དེ་ཁོ་ཚོ་ལ་གསལ་བསྒྲགས་བྱས་པ་རེད། དེ་ནས་ཕ་རི་ཤའི་པའི་དད་པ་བྱེད་མཁན་ཁ་ཤས་ཡར་ལངས་ནས་བརྗོད་པ། ཡ་ཧུ་དཱ་པ་མ་ཡིན་པར་གཙོ་བོ་ཡེ་ཤུ་ལ་དད་པ་བྱེད་མཁན་རྣམས་ཀྱིས་མོ་ཤེ་ཡི་བཀའ་ཐམས་ཅད་སྲུང་དགོས་པ་མ་ཟད་བདེན་པ་སྐྱེ་དགོས་ཀྱི་རེད་ཞེས་བརྗོད་པ་རེད། དེས་དེའི་སྐོར་སྐུ་ཚབ་དང་འགན་ཁུར་པ་རྣམས་གྲོས་བསྡུར་བྱས་པ་རེད། གྲོས་བསྡུར་བྱས་ཚར་བའི་རྗེས་སུ་པེ་ཏྲ་ཡིས་གསུངས་པ། དཔེ་རྣམས། སྔོན་མ་དཀོན་མཆོག་གིས་ཡ་ཧུ་དཱ་པ་མ་ཡིན་པ་རྣམས་ལ་ཁྲེལ་བཟང་བསྒྲུབ་བའི་ཆེད་དུ་ང་འདམ་གནང་བ་དེ་ཁྱེད་ཚོ་ཡི་ཧ་གོ་ཡོད། དཀོན་མཆོག་གིས་མི་ཡི་སེམས་པ་ཕྱིན་གྱི་ཡོད། ཁོང་གིས་ང་ཚོ་ལ་དམ་པའི་ཐུགས་ནས་གནང་བ་ནང་བཞིན་ཡ་ཧུ་དཱ་པ་མ་ཡིན་པ་རྣམས་ལ་ཡང་དམ་པའི་ཐུགས་ནས་གནང་ཡོད། དེའི་སྟེང་ནས་ཁོང་གིས་ཡ་ཧུ་དཱ་པ་མ་ཡིན་པ་རྣམས་ལ་ཁས་ལེན་གནང་གི་ཡོད་པ་དེ་ང་ཚོ་ལ་མིས་བསྟན་ཡོད། ཁོ་ཚོ་ཡི་དད་པའི་སྒོ་ནས་དཀོན་མཆོག་གིས་ཁོ་ཚོ་ཡི་སེམས་པ་གཙང་མ་བཟོ་བ་རེད། དེའི་རྗེས་ནས་ཁོ་ཚོ་ང་ཚོ་དང་ཆད་པ་གང་ཡང་མེད་པ་དེ་མིས་བསྟན་གནང་ཡོད། ང་ཚོ་ཡི་མི་འབོ་དངས་ང་ཚོ་ཡི་ཅོངས་བཀའ་དྲིན་དེ་སྲུང་ཐུབ་མེད། ད་ལྟ་ཁྱེད་ཚོ་ཡིས་ཡ་ཧུ་དཱ་པ་མ་ཡིན་པ་དད་པ་བྱེད་མཁན་རྣམས་ལ་བཀའ་དྲིན་དེ་སྲུང་དགོས་ཀྱི་རེད་ཞེས་གསོལ་དགོས་དོན་གང་ཡིན་ན་ག་རེ་བྱས་ནས་དཀོན་མཆོག་ལ་ནམ་ཚེ་ལེན་གྱི་ཡིན་ཞེས་གསོལ་བ་རེད་མ་རེད། གཙོ་བོ་ཡེ་ཤུ་ཡི་བཀའ་དྲིན་རྗེས་ནས་ང་ཚོ་ལ་ད་པ་ཐོག་ཡོད་པ་དེ་ང་ཚོ་ཡིད་ཆེས་བྱེད་ཀྱི་ཡོད། ཡ་ཧུ་དཱ་པ་མ་ཡིན་པ་རྣམས་ལ་ཡང་དེ་ལྟར་ཡོང་གི་རེད། པེ་ཏྲ་ཡིས་གསུངས་ཚར་བ་དང་པོ་ལུ་དང་བར་ན་བ་གཉིས་ཀྱིས། ཡ་ཧོ་ཝཱ་དཀོན་མཆོག་གིས་ཡ་ཧོ་དཱ་བ་མ་ཡིན་པའི་ཕྱིར་ལ་ཁོ་གཉིས་ཀྱི་རྗེས་ནས་ཕྱག་ལས་དང་ཡ་མཚན་གྱི་རྟགས་ག་རེ་བྱས་ཡོད་པ་དེ་ཁོ་ཚོ་ལ་བཤད་པ་དང་མི་ཐམས་ཅད་ཁོའི་སེམས་མའི་ངོས་ནས་ནད་པ་རེད། ཁོ་ཚོའི་གསུང་ཚར་བའི་རྗེས་སུ་ཡ་ཀུབ་ཀྱིས། དཔེར་ན་ང་ལ་ནད་དང། ད་ལྟ་ཡ་ཧོ་ཝཱ་དཀོན་མཆོག་གིས་ཕྱག་ལས་ག་རེ་གནང་ཡོད་པ་དེ། གསོད་མའི་དཔེ་གྲ་ཡིས་ང་ཚོ་ལ་འགྲེལ་བཤད་བྱས་ཡོད། དཀོན་མཆོག་གིས་སོ་སོའི་རང་ཉིད་ཀྱི་མི་རིགས་གཅིག་ལ་གནས་པའི་ཡ་ཧོ་བདག་པ་མ་ཡིན་པ་ཁ་ཤས་ཤིག་འདང་གནང་ཡོད། དེའི་ཕྱིར་ངའི་སེམས་ཐག་བཅད་ཡོད། དཀོན་མཆོག་གི་ཕྱོགས་སུ་སེམས་པ་སྦྱོར་བའི་ཡ་ཧོ་བདག་པ་མ་ཡིན་པ་རྣམས་ལ་དཀའ་ངལ་བཟོ་མི་རུང། ད་ལྟ་ཁོ་ཚོ་ལ་ཡི་གེ་དེ་འདྲ་ཞིག་བཏང་དགོས་ཀྱིན་འདུག། ལྷ་དང་ཀུན་དགའ་ལ་ཕུལ་བའི་མི་གཙང་བའི་ཁ་ལག་དེ་ཁོ་ཚོ་ཡིས་ཟ་ཆོག་གི་མ་རེད། བློ་གཡེང་བྱས་ནས་བསྡད་པ་བྱེད་མི་ཆོག། སྐེ་བཙིར་ནས་བསད་པའི་དུད་འགྲོ་ཡི་ཤ་ཟ་ཆོག་གི་མེད། ཁྲག་འཐུང་ཆོག་གི་མེད། འདི་དག་ནི་མོ་ཤེ་ཡིས་གནང་བའི་བཀའ་དྲིན་ཡིན་པས་སྔོན་མ་ནས་དྲུང་ཆེ་ཚང་མ་ལ་བཤད་ཡོད། ཡ་ཧུ་དཱ་པ་རྣམས་ཀྱིས་ང་སུ་ཡི་ཉིན་མོ་མཆོད་ཁང་ནང་དུ་བཀའ་དྲིན་དེ་གནམ་དུ་བླུགས་ཀྱི་ཡོད། དེ་ནས་ཁྱོད་ཚོ་ཡི་མི་ཚང་མ་ཡིས་ཨན་ཏི་ཡོག་ཡ་ལ་སོ་སོ་རང་ནས་ཀྱིས་འགོ་ཁྲིད་ཁ་ཤས་ཤིག་གཏང་དགོས་པའི་ཐག་གཅོད་བྱས་པ་རེད། ཁོ་ཚོ་ཡིས་ཡོ་དཱ་བཱ་ས་བཱ་དང་སེ་ལ་བདམས་ནས་པོ་ལུ་དང་བཱ་ན་བཱ་གཉིས་རྣམ་དུ་ཨན་ཏི་ཡོ་ཡཱ་ལ་མངགས་པ་རེད། སྐུ་ཚོགས་དང་འགོ་པ་རྣམས་ཀྱིས་ཁོ་ཚོ་རྣམས་དུ་ཡི་གེ་དེ་འདྲ་ཞིག་བཏང་ཡིས་ཡ་ཧུ་དཱ་པ་མ་ཡིན་པ་རྣམས་ལ་བཀྲ་ཤིས་བདེ་ལེགས། འདི་ལ་དམ་པའི་ཐུགས་ནི་ཡིས་ང་ཚོ་ལ་ག་རེ་གནང་ཡོད་པ་དེ་ཡིས། ང་ཚོའི་ཁྱོད་ཚོ་ལ་བཀའ་དྲུང་དཀའ་ལས་ཁ་བོ་ཞིག་སྤྲད་འདོད་མི་འདུག་འདི་ལ་བཀའ་དྲུང་ཁ་ཤས་ཤིག་ཡོད། ཆུ་ཚོད་ཡིས་ལྷ་དང་ཀུན་དགའ་ལ་ཕུལ་བའི་མི་གཙང་བའི་ཁ་ལ་ཟ་མི་ཆོག། ཁྲག་འཐུང་མི་ཆོག། སྐེ་བཙིར་ནས་གསོས་བའི་དུད་འགྲོ་ཡི་ཤ་ཟ་མི་ཆོག། གླུ་ཡན་བྱིན་ནས་སྡིག་པ་བྱེད་མི་ཆོག། དེ་ལྟར་གསུངས་པ་ཡིན་ན་ཆུ་ཚོད་ལ་ཡག་པོ་ཡོང་གི་རེད་ཞེས་པའི་ཡི་གེའི་ནང་དུ་དེ་ལྟར་བྲིས་ཡོད། ཁོང་རྣམས་ཕ་མངའ་སྟེ་ཨ་མྲའི་གཡོ་ཡ་དྲུང་ཆེ་ལ་སླེབས་པ་དང་དད་ལྡན་རྣམས་མཉམ་དུ་བསྡུས་ནས་འཕྲིན་ཡིག་དེ་ཁོ་ཚོ་ལ་སྤྲད། དེ་ཀློག་པ་དང་སེམས་སུ་ཐོབ་པས་གཏམ་གྱིས་ཁོ་ཚོ་དགའ་པོ་བྱུང་བ་རེད། ཡོ་དཱ་དང་ཤེ་ལ་ཉི་མ་ཁ་ཤས་ཨ་མྲའི་གཡོ་ཡ་ལ་བསྡད་པ་དང་དེ་ནས་དད་པ་བྱེད་མཁན་རྣམས་ཀྱིས་ཞི་བདེ་ཡི་བྱིན་རླབས་གནང་ནས་ཁོ་ཚོ་ཡོན་ཅཱ་ཡེ་རུ་ཤ་ལམ་ལ་ཕ་མངགས་པ་རེད། པོ་ལུ་དང་བར་ན་བ་གཉིས་མུ་ཏིག་ནི་ཨན་ཏི་ཡོག་ཡ་ལ་བསྡད་པ་དང་དེ་ལ་སོ་སྐུ་གཉིས་དང། དད་པ་བྱེད་མཁན་མང་པོ་ཞིག་གིས་དཀོན་མཆོག་གི་ཁྲི་བཟང་བསྒྲུབས་པ་རེད།